ད། སྤྱི་དང་སྤྱོད་འཇུག་གི་ཚིག་ལ། སྤྱོད་འཇུག་གི་ཚིག་ད་ལྟ། ཡན་ལག་འདི་དག་ཐམས་ཅད་ནི་ཐོས་པའི་ཤེས་རབ་དོན་དུ་གསུངས་ཟེར་ཡ་སྟེ། ཡན་ལག་འདི་དག་ཟེར་གསུངས་ཡ་དེ་དག་ལེའུ་དགུ་པ་གི་གོང་དུ་ཡོད་པ་གི། དེ་ནས། ད་ཕལ་ཆེར་ཕར་འདོད་ཕྱིན་པ་དྲུག་ཟེར་ན་མི་འདུག་ད་དེ་གང་ག་ཡོད་རེད་ད། ད་དེ་ཙམ་གྱིས་མ་རེད་ལེའུ་ལེའུ་ད་ལྟ་བཅུ་པ་བསྔོ་བས་ཀྱི་ལེའུ་ཡིན་ནའི་འགྲིག་གི་འདུག་དེ་ཚོ་ཐམས་ཅད། དེ་ནས་ཐུབ་པ་གྱིས་མ་གསུངས་ཐུབ་པ་གྱིས་འདི་བྱེད་ཐུབ་པ་ཟེར་དུས་ད་སྟོན་པ་ཟེར་བ་རུ་སྟོན་པ་གྱིས་འདི་བྱེད་འདི་མ་བྱེད་འདི་བསམ་འདི་མ་བསམ་ཟེར་གསུང་དགོས་ཡག་གི་རྒྱུ་མཚན་དེ་གང་ཟེར་གསུང་གསུང་ཡག་དེ། ཤེས་རབ་ཀྱི་དོན་དུ་གསུངས། དེ་དེས་གལ་ཆེན་པ་རེད་ཁ་སང་ངས་ཞུ་རྒྱུ་བྱུང། ད་དེའི་སྐོར་དེར་ང་ཚོས་དེ་རིང་ཡང་ཕལ་སྐད་སྟེང་ཟེར་བ་རེད་དེ་ནི་སྐད་ཆ་ཆ་བེ་ཆོ་བེ་ཟེར་བ་རེད་བ་ད་དེ་འདྲའི་བལྟས་ཚེ་ཅིག་ཞུ་གི་ཡིན། ད་དེ་དཔེ་སྒྲ་ཅིག་བྱས་པ་ཡིན་ན། བདེན་པ་མ་མཐོང་ན། དངོས་པོ་གི་གནས་ཚུལ་ཧ་མ་གོ་ན། དེ་ནི། འཁྲུལ། ནོར།

དེ་ནས་ད་དེའི་རྨི་ལམ་ལ་རྨི་ལམ་ཡིན་པ་ཧ་མ་གོ་ན། ད་བདེན་པ་མ་མཐོང་འགྲོ། དེ་ཡིན་དུས་དེ་ནས་རྨི་ལམ་ནང་དུ་ལ་སྟག་གི་ཟ་ཡག་འདྲ་དང་དེ་ནས་སྦྲུལ་གྱི་དེ་ནས་སོ་རྒྱབ་འདྲ་བྱེད་པ་འདྲ་པོ་དེ་འདྲ་ཅིག་མཐོང་ཡོང་ན་དེ་ནས་ཕ། འཇིགས་སྐྲག། དེ་ནས་དེ་དང་བསྟུན་པའི་གི་དེ་ནས་ད་སྦྲུལ་དེ་ཚོ་ཕ་བསད་ཡག་ཟེར་དགོས་རེད་མ་བསྐྲད་ཡག་ཟེར་དགོས་རེད་ད་དེ་ཚོ་ག་རེ་བྱེད་རྒྱུ་ཡོད་ཚད་ཐམས་ཅད་དེ་བྱས་ནས་དེ་ནས་དེ་འདྲ་རེད་ལོ་རེད་བ། འོ། དེ་ནང་བཞིན། དེ་ནས་རྨི་ལམ་གྱི་སྐབས་སུ་ཁོ་དགའ་རྨི་ལམ་རེད་འདུག་བསམ་ནས་བདེན་པ་མཐོང་སོང་ན་ཚར་ཚར་རེད། མུ་མཐུད་ནས་གང་སང། ད་བག་ཆགས་ཀྱི་དབང་གིས་ཟེར་བ་རེད། མུ་མཐུད་ནས་དེ་ནས་སྦྲུལ་ཅིག་མཐོང་བསྡད་ན་ཡང་ད་འདི་ད་རྨི་ལམ་དག་རེད་དེ་ཡིན་ན་ཡང་ད་ཡང་ག་རེ་ཟེར་བ་རེད་ཅིག། མཐོང་བདེ་བ་ཅིག་དང་ཡང་སྔགས་འདྲ་དང་གཅིག་བག་ཆགས་གོམས་གཤིས་ཀྱི་དབང་གིས་འཇིགས་སྐྲག་དེ་འདྲའི་རེ་ཡོང་སྲིད་ཀྱི་རེད་དེ་ཡིན་ན་ཡང། ཧ་མ་གོ་བ་ལས་དྲག་དེ་བྱས་ནས་རེ་ཚར་བ་དང། དེ་བྱས་ད་དཔེ་ཞུ་འདོད་ཡོད་ངེས། དེ་ནས་དེ་ག་ནང་བཞིན་དཔེར་ན་ང་རང་ཚོ་སྤུ་བུ་ཆུང་ཆུང་དེ་ཚོ་ལ་ད་རྩེད་མོ་རྩེད་བྱེད་མང་པོ་རེད་བ། རྩེད་མོ་རྩེད་བྱེད་ཡོད་རེད་བ་ད་རྩེད་མོ་རྩེད་བྱེད་སྤུ་གུ་ཆུང་ཆུང་ཚོར་དེར་སྤུ་གུ་ཆུང་ཆུང་ཚོ། བྱིས་པ་ནར་མ་སོན་མཁན་ཟེར་བ་རེད་དེ་སྤུ་གུ་ཆུང་ཆུང་ཚོས་རྩེད་མོ་རྩེད་ཤེས་དེ་ད་ཁོ་རང་ཚོས་ཞིབ་མོ་ཞིག་ལྟ་དེ་དཔེ་རྩ་ཆེན་པོ། རྩེད་མོ་རྩེ་ཤེས་དེ་ཚོས་ད་དངོས་གནས་ང་རང་ཚོའི་མི་རྒན་འགོག་གི་དཔེར་ན། གཟི་བྱུ་རུ་གི། དེ་ནས་སྐེ་རྒྱན་ནང་བཞིན་ཟེར་བ་རེད་རྡོ་རྗེ་ཕ་ལམ་ནང་བཞིན་ད་ཁོ་ཚོས་དཔེ་རྩ་ཆེན་པོ་རྩེ་གི་ཡོད་རེད་བ་ད་དེ་ལ།

ཨ་མ་གཅིག་སྤུ་གུ་ཡོད་པ་བྱས་རེད་བ། ད་ཨ་མ་གཅིག་སྤུ་གུ་སྤུ་གུ་ཆུང་ཆུང་ཅིག། ད་སྤུ་གུ་དེ་པའི་ངོ་ནས་དགའ་ཡག་གི་ཆེད་དུ་ཟེར་བ་རེད་བ། ད་སྤུ་གུ་དེ་བསམ་པ་གང་ཡག་གི་ཆེད་དུ་རྩེད་མོ་རྩེད་ཆས་ཅིག་ཉོས་ནས་སྤྲད་ཟེར་གི་འདྲ་པོ་ཟེར་བ་རེད་བ་ད་དེ་འདྲ་ཅིག་ཡོང་སྲིད་བ་རེད་བ་ད་དེ་ད་གོ་གནས་སྐབས་སུ། ཡིན་ན་ཡང

དེ་ནི་གང་ཟག་ཡིན་ན་ཡང་ད་ད་ལྟ་གནས་སྐབས་ཅིག་གི་རིང་ལ་དེ་ནི་སྤུ་གུ་དེ་ད་ཅིག་གར་ཟེར་གོ་བསམ་པ་གང་ཡག་གི་ཆེད་དུ་དང་སེམས་པ་སྐྱིད་པོ་ཡོང་ཡག་གི་ཆེད་དུ་དང་དེ་ནི་ཡེངས་ཡག་ཟེར་གོ་རེ་ད་དེ་འདྲས་ཀྱི་ཆེད་དུ་དེ་ནི་རྩེད་མོ་རྩེ་བྱེད་ཉོ་རྩེད་མོ་རྩེ་བྱེད

ཡན་ལག་འདི་དག་ཐམས་ཅད་ནི་ཐུབ་པའི་ཤེས་རབ་དོན་དུ་གསུངས་ཟེར་ཡང་འདོད་པ་ན་དང་སྦྱིན་པ་ཚུལ་ཁྲིམས་བཟོད་པ་བསམ་གཏན་གཟི་ཀི་ཏི་སོགས་ཐམས་ཅད་དེ་ནི་ཤེས་རབ་ཀྱི་དོན་དུ་གསུངས་བ་རེད་ཟེར་བ་གསུངས་ཡང་འདོད་ག་ན་ད་དེ་ཙམ་གཅིག་མ་རེད་དཔེར་ན། བྱམས་སྙིང་རྗེ་ཟེར་མཁན་འདྲ་དང།

གང་ཟག་ལས་དང་པོ་པ། དཔེ་ཆ་སློབ་སྦྱོང་བྱས་མ་མྱོང་མཁན། དེ་ནི་མི་སྐྱེ་བོ་ཕལ་པ་གཅིག་ལ་ཡང་དེ་ནི་ཐབས་ཤེས་ཟུང་འཇུག་གི་ལམ་དེ་མ་ཤེས་ཡོང་དུས་གང་ན་ག་ཚད་ཡིན་ནའི་ཕ་རོལ་པོའི་རྣམ་དཔྱོད་ལ་ཡང་གོ་ཐུབ་པ་ཅིག་ཤེས་ཐུབ་ལྟ་དགོས་དགོས་རེད། དེ་ཡིན་དུས་གང་ན་དེ་འདྲའི་ཤེས་ཡོང་དུས་གང་ན་ཤེས་རབ་ཀྱི་རྩིས་ཟིན་གང་ཟེར་གོ་མེད་ཧ་གོ་གི་མ་རེད་མང་ཆེ་བ།

གློག་བརྙན་གྱི་ལྟ་དུས་ང་རང་ཚོ་དཔེར་ན་གློག་བརྙན་གྱི་ལྟ་དུས་ད་གློག་བརྙན་ནང་འདི་ལ་གཏན་ནས་ཆགས་སྡང་གི་ད་སྒྲུང། གཏན་ནས་ཕ་གི་ཞེད་སྣང་སློང་ཡ་འདྲ་དང་དེ་འདྲ་མང་པོ་ཡོད་རེད་པ་ད་གློག་བརྙན་གཏན་ནས་དེའི་ནང་ནས་མིའུ་ཟིག་དང་དེ་ཚོ་བཏང་ཡོད་འདུག་ག་ལ་དངོས་ནས་སེམས་པ་འགུལ་ཆོག་ཐེབས་ཐག་ཆོད

གློག་བརྙན་ནང་དུ་བསྟན་པའི་སྒྲུང་དེ་ཚོ་དངོས་སུ་རེད་ཡོད་པ་མ་རེད་དེ་ཡིན་ན་ཡང་སེམས་པ་སྐྱོ་པོ་འདྲ་པོ་དེ་ཚོ་ཉི་མ་ཁ་ཤས་ཚོའི་བར་སེམས་པ་སྐྱོ་ནས་ད་འདི་འདི་འདྲ་རེད་ན་ད་འདི་ཅི་མ་རུང་བསམ་བསམ་རེད་པོ་ད་ཁོ་ཤ་ཚ་ད་དེ་དེ་གཅིག་བསད་སོང་དེ་ཤི་སོང་ད་དེ་དེ་སྙིང་རྗེ་བསམ་བསམ་རེད་པོ་དེ་འདྲ་ང་ཚོར་ཡོང་གི་འདུག་ཡིན་ན་ཡང་ཡོང་བཞིན་འདུག་ཡང་དེ་ཁོ་གློག་བརྙན་རེད་མ་གཏོགས་དངོས་སུ་ད་ཡོད་མ་རེད་སེམས་པའི་ཡང་གདིང་གཅིག་ད་ཡོད་རེད་པོ་ད། དེ་ངས་ཞུ་དགོས་ཡ་གཙོ་བོ་དེ་འདི་ཡིན་ད་གཅིག་བྱས་ཙང་ང་རང་ཚོའི་ནང་དུ་ལ་ཡ་སྣང་ཚུལ་དང་གནས་ཚུལ་གཉིས་ཡ་མ་འདྲལ་བ་གི་ཉམས་མྱོང་དེ་འདྲའི་ཆ་ངེས་ཆུ་ངེས་ཆ་ངེས་ཆུ་ངེས་དེ་འདྲའི་གཅིག་ང་ཚོའི་མི་ཚེ་ནང་དུ་ཡོང་དང་ཡོང་བསྡད་ཡོད་བ་རེད་ཡིན་ན་ཡང་ད་བག་ཆགས་གོམས་གཤིས་ངན་པ་ཟེར་བ་རེད་གོམས་གཤིས་ཤུགས་ཆེ་ཐག་ཆོད་ནས་དེ་ནས་སྣང་ཚུལ་དང་གནས་ཚུལ་གཡའ་བྲལ་ཟེར་བ་འདྲ་ད་སྣང་ཚུལ་དང་གནས་ཚུལ་ཟེར་ཡང་ཚིག་དྲག་པ་རེད་ད་ངས་ཚིག་ད་ཚིག་དྲག་པོ་མ་ད་ངས་ད་ལྟ་ད་ལན་འདི་སྤྱོད་འཇུག་ཟེར་བར་ད་ང་ཚོས་བཀའ་མོལ་བགྲོ་གླེང་གནང་ཡ་དེ་དམིགས་ཡུལ་ངོ་མ་དེ་ད་ག་རེ་ཟོ་ག་ཚད་ཡིན་ན་ང་ཚོས་ཚིག་དྲག་པོ་བེད་སྤྱོད་མ་བཏང་ཡ་གི་ཁྱད་དུ་འདྲ་པོ་ཅིག་ཡིན་དེ་ཡིན་ན་ད་ཚིག་དྲག་པོ་བེད་སྤྱོད་མ་བཏང་རང་བཏང་མང་པོ་ཅིག་ཐུག་གི་འདུག་ད་ང་ཚོས་དེ་བཀའ་མོལ་གནང་དགོས་འདུག་ད། གང་ཅི་དེ་འདྲས་ཅིག་ཡོང་གི་བ་རེད་ད་ཅིག་འདི་ལྟ་དངོས་སུ་མ་རེད་བ་བསམ་ནས། བྱས་ཙང་དཔེར་ན། གློག་བརྙན་དེ་ཁོ་ད་གློག་བརྙན་ཙམ་གྱི་རེད་འདུག་བསམ་པའི་གི་དེ་ནས་བདེན་པ་མཐོང་ཡོད་ན། དེ་འདྲས་གི་གོ་བ་ཅིག་བླངས་ཡོད་ན། ད་གློག་བརྙན་དེ་གློག་བརྙན་ལས་ཐར་སོང་ཐར་ཐར་ད་ལྟ་ངས་ཐར་པ་དང་ཐམས་ཅད་ཕྱིན་པའི་གོ་འཕང་ཟེར་བའི་གི་ཐར་པ་ཟེར་གི་འཇོག་རེད་བ་དེ་ཐར་པ་དེ། གང་ཟག་གློག་བརྙན་རྣམས་ལ་ཤར་བ་གིས་དེ་ནི་མི་ཤེས་ཡ་དང་དེ་ནི་རྫིང་ཡ་དང་དེ་ཚོ་ཐམས་ཅད་ཁོ་གློག་བརྙན་ཙམ་གྱིས་རེད་འདུག་བསམ་པའི་གི། ག་རེ་ཟེར་དགོས་རེད་བདེན་པ་དེ་མཐོང་ཡོད་ན། ད་དེ་དངོས་སུ་རེད་ཡོད་རེད་བསམ་པའི་གི་དེ་ནི་རྨོངས་པ་དེ་ལས་ཐར། དེ་གི་ཞེན་སྣང་དང་དེ་གི་སྡུག་བསྔལ་ལས་རང་བཞིན་གྱིས་ཐར་གི་རེད་བ་ད་དེ། བྱས་ཙང། དེ་འབྲེལ་གྱི་ཤེས་རབ་དེ། དེ་ནི་ང་རང་ཚོའི་ནང་པ་སངས་རྒྱས་པའི་གི་བྱ་བ་གང་དང་གང་ཡིན་ན་ཡང་དེ་ལ་ཡང་སླེབས་ཐུབ་དགོས་ཀྱི་ཡོད་རེད་ད་དེ་སླེབས་ཐུབ་དགོས་ཀྱི་ཡོད་རེད་དེ་གསུངས་ཀྱི་ཡོད་རེད་ད་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པའི་ཤེས་རབ་དོན་དུ་གསུངས་ཟིན་དེ་གལ་ཆེན་པོ་ཞི་བོ་ཅིག་ངས་རེད་ཟེར་ཞུ་གི་ཡོད་ག་རེད་ཟེར་ན། དཔེར་ན། ཡེ་ཤུ་ཟེར་མཁན་དེ་ཚོ་ལ་བྱམས་པ་ཟེར་མཁན་དེ་དང་སྙིང་རྗེ་ཟེར་མཁན་དེ་ཁོང་ཚོ་ལ་ཤེས་ཡ་ཡོད་རེད། དེང་སང་ཁ་ཤས་ཀྱི་ཡང་ཆོས་ལུགས་ཐམས་ཅད་གཅིག་པ་རེད། ཐམས་ཅད་ཀྱི་བྱམས་པ་སྙིང་རྗེ་བཤད་རྒྱུ་ཡོད་རེད་ཟེར་མཁན་དེ་འདྲ་མང་པོ་འདུག། གཅིག་པ་དང་གཏན་ནས་མ་རེད། ཡེ་ཤུ་ལ་ཡང་བྱམས་པ་ཟེར་མཁན་གྱི་བཤད་རྒྱུ་ཡོད་རེད་སྙིང་རྗེ་ཟེར་མཁན་གྱི་བཤད་རྒྱུ་ཡོད་རེད། ཡིན་ན་ཡང་ཡེ་ཤུ་ལ་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པའི་ཤེས་རབ་དོན་དུ་གསུངས་ཟེར་མཁན་དེ་ཤེས་རབ་ཀྱི་ཆ་དེ་རྩ་ནས་ཤེས་ཡ་ཡོད་མ་རེད། ཡེ་ཤུ་ལ། དང་ཁ་ཆེ་དང་དེ་ཚོ་རེད་སུ་ཡིན་ན་ད། ཨོ་དེ་ད་གཅིག་པ་རེད་གང་གཱ་དཔེར་ན་ངེས་འབྱུང་ཟེར་དེ་ཡང་འཁོར་བ་ནས་ངེས་པར་འབྱུང་དགོས་ཀྱི་རེད། འཁོར་བ་གི་ཆོས་ཐམས་ཅད་ལ་སྙིང་པོ་གང་ཟེར་ཆོས་ཐམས་ཅད་དེ་ནི་ཆགས་སྡང་དཔལ་ཡག་དང་དེ་ཚོ་གདུག་ཅག་རེད། དེ་ནས

དེ་ནས་འཁོར་བ་ཀྱི་ཆོས་སེམས་ཀྱི་འདི་དངོས་གནས་བདེན་པར་སྒྲུབ་པ། མཚན་མར་སྒྲུབ་པ། རང་བཞིན་གྱིས་སྒྲུབ་པ་སོགས་ད་ཡང་སྐད་ཆ་ཚིག་དྲག་པོ་དེ་ཚོ་བེད་སྤྱོད་བཏང་འགྲོ་གི་འདུག་ད་ད་ད་ང་ཚོས་ད་ངའི་དཔེ་ཆ་ལ་བལྟས་སུ་བལྟ་ཡོད་དུས་ཀ་ན་ད་དེ་བེད་སྤྱོད་མ་བཏང་རང་བཏང་ཐུབ་ཀྱི་འདུག་དེ་ཁྱེད་རྣམ་པ་དེ་ལས་མཁན་པོ་མང་པོ་བཞུགས་བྱ་དེ་ང་ཚོས་དེ་བལྟས་ཚེ་ཅི་ཚིག་གང་ཟ་ཚིག་དྲག་པོ་བེད་སྤྱོད་བཏང་མི་དགོས་ཡ་ཁྱེད་རྣམ་པས་དེ་ཐུགས་བསམ་བཞེས་རོགས་གནང་ང་ལ་ཡ་ཁྱེད་རྣམ་པས་དེ་ལ་ཡ། བསམ་འཆར་བཤད་རོགས་གནང། དེ་ངེས་པར་དུ་དགོས་ཀྱི་འདུག་དེ་མ་གཏོགས་ང་ཚོས་ད་ལྟ་ལོ་ཆུང་བ་གི་རིགས་དེ་ཚོ། ཚིག་དྲག་པོ་དེ་ཚོ་བཏང་ཡོང་དུས་ཀར་དེ་ནི་མགོ་འཐོམ་ད་ག་རེ་གསུང་གི་ཡོད་ན་ག་རེ་ལབ་ཀྱི་ཡོད་ན་བསམ་ནས་དེ་ནི་གང་ཡང་ཡོད་ས་མ་རེད། འོ་ད། འཁོར་བ་ནི་ངེས་པར་འབྱུང་དགོས་ཀྱི་རེད། འཇིག་རྟེན་གྱི་བྱ་བ་ཟེར་མཁན་དེ་ཚོ་དེ་ནས་ཡག་པོ་ཡོད་བ་མ་རེད་ཟེར་གསུང་གི་ཡོད་རེད་དེ་ཡིན་ན་ཡང། དོན་དག་རྡོག་རྡོག། འཁོར་བ་གྱི་ཆོས་ཟེར་མཁན་དེ། སྒྱུ་མ་ལྟ་བུ་རྨི་ལམ་ལྟ་བུ་ཟེར་བ་ར་རང་བཞིན་གྱིས་མ་གྲུབ་པ། ད་ལྟ་བདག་གིས་ངས་གོང་དུ་ཞུས་པ་ནང་བཞིན་དཔེར་ན་སྤུ་གུ་ཆུང་ཆུང་ལ། དེ་ནས།

གློག་བརྙན་ནང་དུ་ལ་དྭགས་བཙན་པ་སྐྱོ་པོ་དང་ཞེད་སྣང་ཚ་པོ་དང་དེ་ཚོ་གི་ཁ་རིག་ཁ་ཚུགས་ལ་ཞེད་སྣང་སྐྱེ་བ་འདྲ་དང་དེ་ནས་ག་རེ་སོ་ག་རེ་སེམས་པ་སྐྱོ་བ་འདྲ་པོ་དེ་འདྲའི་རེ་གི་རེད་དེ་ད་ཁྱོད་ནས་དེ་གི་དོན་དག་ལ་ཡ་ཁྱོད་ནས་གང་ས་དུས་ཚོད་བཏང་དེ་གི་དོན་དག་ལ་ཡ་དེ་ནས་བརྗོད་བརྒྱབ་དེ་གི་དོན་དག་ལ་དཀའ་ལས་བརྒྱབ་གི་མི་འདུག་ཨ་ང་ཚོ་ཨ་ཁ་ད་ཁོ་ཤི་སོང་བསམ་བསམ་འདྲ་པོ་དེ་འདྲའི་སྐྱོ་བ་འདྲ་བལྟས་ཚེ་དཔྱད་ཡོད་ཀྱི་རེད་ཡིན་ནའི་མཐའ་མི་མཐའ་མ་འདི་ལ་ད་འདི་ལྟ་ཁོ་ད་རྫུན་མ་རེད་བ་བསམ་བསམ་འདྲ་པོ་གི་བསམ་བློ་ཅིག་ཡོད་རེད་བ། ད་དེ་དེ་དེ་དེ་དགོས་གི་རེད་དེ་དེ་མེད་པ་ཡིན་ན། དེ་གི་ད་དེ་ཤེས་རབ་ཀྱི་རྩིས་ཟིན་ཟེར་ཡ་དེ་ད་དེ་ཟེར་གི་རེད་བ། ད་ཤེས་རབ་ཀྱི་རྩིས་ཟིན་ཟེར་ཡ་དེ། དེ་དེ་མེད་པ་ཡིན་ན་དེ་ནི་སྤྱི་དང་ནས་ནང་པ་སངས་རྒྱས་པའི་ཆོས་དེ་བླངས་འགྲོ་དགོས་བར་དེའི་ནང་ནས་ཀྱང་ཐེག་པ་ཆེན་པོ་གི་ལམ་ཟེར་མཁན་དེ་ཁ་ཚ་ངན་ཤུལ་ཡིན་པ། བྱ། བྱ་བཟོ་དགོས་ཀྱི་ཡོད་ན་དམའ་མཐའ་ལ་ཆུ་གཅིག་དང་བྱ་ལོ་མ་དེ་དགོས་རེད་དཱ། དེ་མ་གཏོགས་བྱ་འཐུང་མཁན་མི་གཅིག་ལ་ཆུ་ཕོར་པ་གང་སྤྲད་བཞིན་འགྲིག་ཡོད་མ་རེད། ཡང་ཇག་གི་ལོ་མ་པ་ར་གང་ཐེ་ནའི་འགྲིག་མ་རོ། ཁོ་ཇག་དང་ལོ་མ་ཚུ་རུག་རུག་བྱས་དེ་ནས་ཆུ་ཚ་པོ་བཟོ་ད་དེའི་སྟེང་དེ་ལ་ད་རུང་ག་ཚ་རྒྱུ་ཅན་གཞན་དག་པས་ན་ཚ་དང་ཅི་ནི་དང་འོ་མ་དང་དེ་ཚོ་ད་རང་རང་སོ་སོ་སྡོད་པ་རེད། དེ་འདྲ་བྱས་ད་དེ་བྱས་དགོས་པ་རེད་ཟེར་ངས་ཞུས་ཡིན་པ་དེའི་དུས་གང་ན་བྱམས་པ་ཡིན་ནའི་རེད་སྙིང་རྗེ་ཡིན་ནའི་རེད་འཁོར་བ་ལ་ངེས་འབྱུང་ཡིན་ནའི་རེད་སྒོམ་རྒྱབ་ཡ་ཡིན་ནའི་རེད་དེ་ཚོ་ཡོངས་སུ་རྫོགས་པ་ཐམས་ཅད་ལ་མཐའ་མེད་ཐ་མ་ཤེས་རབ་ཀྱི་རྩིས་ཟིན་ཟེར་དུས་གང་ན་ད་ལྟ་ངའི་དཔེ་ཞུས་ཡིན་པ་དཔེར་ན་འདི་ལྟར་ལོག་ཉེན་ཙམ་གྱི་རེད་འདུག་ཨ་འདི་ལྟར་ལོག་ཉེན་ཙམ་གྱི་རེད་བསམ་སོང་འདི་ལྟར་ཁོ་རྩེད་མོ་རྩེ་ཆེད་རེད་བ་སེམས།

དེའི་ནང་ནས་ཀྱང་ད་ང་ཚོས་ནང་པ་ལ་སྡོད་རྒྱུ་ད་མ་རིག་པ་ཟེར་ཉིན་དེ་དངོས་གནས་ད་སྤང་དགོས་ཡ། མ་རིག་པ་ཟེར་ཉིན་དེ་སྡུག་ཅག་འཁོར་བ་གི་རྒྱུ། ཁམས་གསུམ་འཁོར་བ་ལ་ཁྱམས་བཅུག་མཁན་དེ་མ་རིག་པ་རེད། མ་རིག་པ་ཟེར་མཁན་དེ་སྤང་དགོས་རེད་མ་སྤང་ན་སྐྱོན་ཡོད་རེད་སྤང་ཡ་གི་ཆེད་དུ་མ་རིག་པའི་གཉེན་པོ་འདི་དང་འདི་བྱེད་དགོས་གི་རེད་ཟེར་མཁན་དེ་འདྲ་དེ་འདྲ་ད་གཞུང་ལུགས་མང་པོར་གསུངས་ཡོད་རེད་བ། གསུངས་ཡོད་བ་རེད་དེ། ད་མ་རིག་པའི་གི་གཉེན་པོ་ངོ་མ་འདྲ་བ་དེ་ག་རེ་རེད་ཟེར་དུས། མ་རིག་པ་ཁོ་རང་གི་བདེན་པ་ཁོ་རང་གི་གནས་ཚུལ་ཁོ་རང་གི་སྙིང་པོ་འདྲ་བོ་དེ་གཉེན་པོ་ངོ་མ་དེ་དེ་རེད་དེ། དེ་གང་རེད་ཟེར་དུས་ཁོ་ན་མ་རིག་པ་ཟེར་མཁན་དེ་ཡང་རྩེད་མོ་རྩེད་བྱེད་ནང་བཞིན་རྨི་ལམ་ནང་བཞིན། གློག་བརྙན་ནང་བཞིན། རྒྱུ་མ་ནང་བཞིན། ཆུ་ཟླ་ནང་བཞིན། ཁོ། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་སྲེག་འདི་ད་ལྟ་ང་རང་ཚོ་ལ་རྒྱུད་ལ་སྐྱེ་ཡོང་དུས་གང་ན་བལྟས་ནས་མེ་ལྟ་བུ་འབར་ཆུ་ལྟ་བུ་འཁོལ། བྲག་རི་ལྟ་བུ་དེ་ནས་པདྨ་ང་ཚོ་གི་ང་རྒྱལ་དང་དེ་ནས་ཕྲག་དོག་སྲེག་འདི་ཚོ་ད་ལྟ་པད་མ་སྲིད་ཕྲག་པོ་གསལ་པོ་ཡོད་རེད་དེ་ཡིན་ན་ཡང། དེ་གི་རང་བཞིན་དེ་གི་གནས་ཚུལ་ངོ་མ་འདྲ་པོ་དེ་ད་ལྟ་སྤུ་བོ་གི་ཨ་ལས་པད་གོ་ནང་བཞིན་ཟེར་བ་རོགས་ད། དངོས་སུ་བདེན་པར་མ་གྲུབ་པ་ཟེར་བ་རོགས་ད་དོན་བདེན་པ་མ་ཡིན་པ་ཅིག་ད་དེ། དེ་ནི་མ་རིག་པའི་གི་གཉེན་པོ་ངོ་མ་དེ་ད་དེ་བརྩི་དགོས་རོགས་ད་དེ་ཐེག་དེ་ཐེག་པ་ཆེན་པོ་གི་སྐད་ཆ་བཤད་སྟངས་རོགས་ད་ད་སྐྱོན་བྱུང་ནམ་ན་ཡང་ད་ངས།

ཤེས་རབ་ཀྱི་རྩི་ཡིས་ཟིན་ནོ། ཞེས་པ་འགྲོ་བ་དང་ཡན་ལག་འདི་དག་ཐམས་ཅད་ནི་ཐུབ་པས་ཤེས་རབ་དོན་དུ་གསུངས། འདི་འདྲའི་ཕྱིར་ལ་གོ་བ་བླངས་ན་འགྲིག་གི་མེད་དོ། དེ་ནས་ཡང་ཅར་ལྟར་དྲན་གསོས་ཀྱི་ཚུལ་དུ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ཟེར་དུས། ད་འདིའི་གཞུང་འདིའི་ནང་ལ་ག་རེ་ཡོད་རེད་ཟེར་ན། བྱང་ཆུབ་སེམས་དཔའ་གྱི་བསམ་བློ་བཏང་སྟངས་བསམ་བློ་གྱི་འཁྱེར་སོ། ལྟ་བ། དེ་ལ་གཞིར་བཞག་ནས་དེ་ནས་བྱང་ཆུབ་སེམས་དཔའ་དེ་ཚོ་གིས་དེ་ནས་ལས་ཀ་ལས་དང། རང་གི་དོན་དག་ལ་ལས་ཀ་ལས་དང། མི་གཞན་དག་གི་དོན་དག་ལ་ལས་ཀ་ལས་དང། དམིགས་ཡུལ། ད་དེ་ཚོས་བྲལ་ཏེ་ད། སྤྱོད་འཇུག་རྣམས་ལ་བརྩོན་ཡོད་པ་རེད།

ད་དེ་དཔེ་དེ་ཡག་པོ་ཅི་རང་མི་འདུག་དེ་ཡིན་ན་ཡང། ཚོང་པ་འདྲ་ཞིག་ཡིན་ན། ཚོང་པ་གི་དམིགས་ཡུལ་དེ་ཚོང། ད་ཁེབས་སང་བཟོ་ཡག། ད་ལྟ་བ་དེ། དཔལ་འབྱོར། ཟེར་གིན་དེ་གནད་འགག་ཆེན་པོ་ཡིན་པ་ཟེར་གི་རེད་བ་ད་དེ་འདྲ་རེད་མེད་འགྲོ། དཔལ་འབྱོར་ཟེར་གིན་དེ་དཔེ་གལ་ཆེན་པོ་གནད་འགག་ཆེན་པོ་རང་ལ་ཕན་མཁན་མི་ལ་ཡང་སྤྲད་ཡག་ཡོད་བ་ད་དེ་དཔལ་འབྱོར་ཟེར་གིན་དེ་གལ་ཆེན་པོ། ད་དེ་འདྲས་ཀྱི་ལྟ་བ་ཅིག་གིས། དེ་ནས་ལྟ་བ་དེ་ལ་གཞི་རིགས་བཞག་ནས་དེ་ནས་ཚོང་གི་དོན་དག་ལ་ཡང་དག་སློབ་སྦྱོང་བྱས། འཆར་གཞི་བཀོད། དེ་ནས་གང་ས་ཞིབ་བཤེར་བྱས། དེའི་སྐོར་ལ་ཡང Research ཟེར་བ་རེད་བ་ད་ག་རེ་བརྩམ་དགོས་ཀྱི་ན།

ཚོང་པ་གིས་སྤྱོད་པ་ལ། ད་དེ་ག་ནང་བཞིན་གཅིག་པ་རེད་སྨན་པ། སྲིད་དོན་པ། ད་དེ་ཚོ་རང་རང་སོ་སོ་ལ་ལྟ་བ་ཅིག་སླེབས་བསྡད་པ་རེད་ད། རང་རང་སོ་སོ་ལ་ལྟ་བ་དེ་གཞི་རུ་བཞག་ནས་བསམ་བློ་བཏང་སྟངས་དམིགས་ཡུལ་བཞག་སྟངས། དེ་ནས་སྤྱོད་པ་བྱེད་སྟངས། དུག་ལོག་འཇོན་སྟངས་ཡང་བྱས་ནས་རེད་བ། དཔེར་ན་ད་མུ་ཏིག་གཅེར་བུ་པ་འདྲ་བྱིན་ན་ཡང་ཁོ་རང་ཚོར་ལྟ་བ་ཅིག་ཡོད་རེད་དེ་རྒྱ་ཡིན་ཟེར་འདུག་ཁོ་ཚོ་གི་ལྟ་བ་དེ་ལ་གཞིར་བཞག་ནས་བསམ་བློ་བཏང་དང་གོམ་པའི་ཉམས་སུ་ལེན་དང་དེ་ནས་དེའི་ནང་ནས་སྤྱོད་པ་སྤྱད་དང་ཟེར་བ་དེ་གོམ་པའི་ཉམས་སུ་ལེན་དང་གཅིག་དེ་ད་ཆུང་ཆུང་གང་ནས་སྤྱད་དུས་གང་ན་ཡང་དེ་ནས་གཅེར་བུ་མ་གཅེར་བུ་མ་བཅས་རེད། དེ་ནས་གོས་ལྭ་གང་ཡང་སྟེ་དེ་ནས་བཅོས་མ་དང་གཟོབ་དང་དེ་ནས་པའི་གང་ཟག་རང་བཞིན་གྱི་གནས་ཚུལ་དང་མ་མཐུན་པ་དེ་འདྲ་ཞིག་ཡིན་ཙང་དེ་ནས་ད་གོས་ལྭ་གོན་གྱི་མེད་ཟེར་ནས་དེ་ནས་ད་ད་དེང་སང་དེ་བཅད་སྒྲུབ་ཀྱི་བསྟན་པ་ད་ཕལ་ཆེར་ཉམས་འགྲོ་གི་ཡོད་ས་རེད་དངོས་ནས་ཆོས་ལུགས་ཡག་པོ་རེད་བ་དེ་ཆོས་ལུགས་དེ་ང་འདྲ་དངོས་ནས་དཔེ་དགའ་པོ་ཡོད་ད།

ད་ལྟ་བ་དེ་ལ། དེ་ནས་ད་དངོས་ནས་ཁམས་གསུམ་འཁོར་བ་ཟེར་མཁན་དེ་ད་ཆོས་མི་འདུག་དེ་ནི་དཀའ་ལས་ཆེན་པོ་རེད་འདུག་སྡུག་བསྔལ་ཆེན་པོ་རེད་འདུག་ད་འདི་ལས་ད་དངོས་ནས་ཐར་དགོས་ཀྱི་འདུག་བསམ་ནས། བསམ་བློ་ཡང་དེ་བཏང། ལྟ་བ་ཡང་དེ་ཕྱིར།

བཞི། སེམས་ཅན་གཞན་གྱི་དོན་དག་ལ་ཡང་སངས་རྒྱས་ཀྱི་གོ་འཕང་དོན་དུ་གཉེར་ཡ་དེ་ད་གནས་སྐབས་གཅིག་ལ། ད་དེ་ལ་ཡང། དེ་ནི་ངས་ཁ་ཚང་ཡང་ནས་ཡང་དུ་ཤོད་པ་ཡིན་ད་དེ་དཔེ་གཟབ་གཟབ་གནང་དགོས་ཡ་གཅིག་འདུག་མང་ཆེ་བ་གི་དེང་སང་བྱང་ཆུབ་ཀྱི་སེམས་སི་ཏུ་ཁ་ན་གཅིག་སྙིང་རྗེ་ཙམ་གཅིག་དང་བྱམས་པ་ཙམ་གཅིག་དང་ཡ་རབས་བྱེད་ཡ་ཙམ་གཅིག་དང་དེ་ནས་གཅིག་གཅིག་ཡོད་རེད་པ་ད་དེ་འདྲའི་གཅིག། དེ་འདྲའི་ཙམ་གཅིག་ལ་བྱ་བཞག་གི་འདུག་སྟེ་དེ་ཡི་གེ་འབྲི་གི་མ་རེད་ད། དེ་ཙམ་གཅིག་བྱས་པ་ཡིན་ན། དེ་ནི་བྱ་འཐུང་གི་ཡིན་ཟེར་དུས་སྐབས་ན། བྱ་ལོ་མ་ཙམ་གཅིག་སྤྲད་པ་དང་ཡང་ན་ནི་ཆུ་བབས་པ་གང་སྤྲད་པ་དེ་གཅིག་པ་བྱ་དགོས་བ་རེད། ད་དེ་ཡི་གཞན་དག་དེ་ག་རེ་གོ་དགོས་རེད་ཟེར་ན། དོན་དམ་བྱང་སེམས། དོན་དམ་བྱང་སེམས་ཟེར་དུས་སྐབས་ན་ད་དེ་རིང་ང་ཚོས་བཀའ་མོལ་གནང་སྟངས་དུ་དེ་རེད། གང་ཟག། དངོས་པོ་གི་གནས་ཚུལ་དེ་ག་རེ་ཡིན་པ་དེ་ཧ་གོ་ཐུབ་ཡོད་དེ། ད་ལྟའི་དེ་གནད་འགག་ཆེན་པོ་བཞི་པོ་ཞིག་ཆགས་ཡོད་རེད། སེམས་ཅན་ཐམས་ཅད་དཔེར་ན་བྱང་ཆུབ་སེམས་དཔའ་དངོས་ནི་བྱང་ཆུབ་སེམས་དཔའ་གཅིག་གིས་སེམས་ཅན་སྟོང་ཕྲག་མང་པོ་ཁྲི་ཕྲག་དང་སེམས་ཅན་ཡོངས་སུ་རྫོགས་པ་མཐོ་རིས་ཀྱི

ཡང་གོ་སྐབས་གཞན་དག་ཅིག་ལ་ད choice འོ་རེད་པ choice choice གཅིག་ལ་ག་རེ་ཡོད་ཟེར་ན་བྱང་ཆུབ་སེམས་དཔའ་དེ་གིས་སེམས་ཅན་མང་པོ་ཅིག་ལ་དངོས་པོ་གི་གནས་ཚུལ་ག་རེ་ཡིན་པ་དེ་ཁོ་ཚོ་ལ་ར་སྤྲོད་བྱས་ནས་ཨོའི་འདི་འདི་རེད་འདུག་ད། འདི་རྩེད་མོ་རྩེ་བྱེད་རེད་འདུག་ད། འདི་རྨི་ལམ་རེད་འདུག་ད། འདི་གློག་བརྙན་རེད་འདུག་ད་མ་གཏོགས་དངོས་སུ་རེད་མི་འདུག་ད། ད་དེ་འདྲའི་བཤད་ཡག་གི་གང་ཟག་གོ་སྐབས་ཟེར་བ་རེད choice གཅིག་གཉིས་ཡོད་པའི་དབང་དུ་བཏང་ན། བྱང་ཆུབ་སེམས་དཔའ་དངོས་གནས་བྱང་ཆུབ་སེམས་དཔའ་དེ་ཚོ་མང་ཆེ་བ་གིས་སྨན་ཁང་མང་པོ་བརྒྱབ་བསྡད་པ་འདྲ་དང་ཁང་པ་མང་པོ་བརྒྱབ་ནས་སྤྲད་བསྡད་པ་དང་དེ་ལས་ཀྱང་དངོས་པོ་གི་གནས་ཚུལ་དེ་དེ་ནས་སེམས་ཅན་ཐམས་ཅད་ཀྱིས། ཧ་གོ་ཐུབ་ཡག་གི་དོན་དག་ལ་ཡ། དཀའ་ལས། རྒྱག་མཁན་དེ་ལ། དེ་ནས་བྱང་ཆུབ་སེམས་དཔའ་ཟེར་ནས། ད་རྫུན་གྱི་བཙུགས་ས་འདྲ་པོ་དེ་དེ་འདྲས་ཅིག་ལ་ཆགས་ཀྱི་ཡོད་རེད། ངས་ད་དེ་ཞུས་ཀྱི་བྱུང། ད་དེ་རིང། དེ་ག་ཙམ་གྱིས། ཐུགས་རྗེ་ཆེ། དེ་ནས་ཡང་དེ་ནས་ཡང་མུ་མཐུད་ནས། དེ་ནས་ངས་ད་གེ་ཞུས་པ་ན་ཅིག་སྤྱོད་འཇུག། གང་ལགས།